སྣམ་བུ་ལྷན་རྒྱས་སྐུ་ཁམས་བཟང་ང་ཡུ་རོབ་བོད་ཀྱི་གནས་ཕྲན་གཙོ་སྐྱོང་བ་རྡོ་རྗེ་བཀྲ་ཤིས་ཡིན། ལོ་ཟླ་རེ་བཞིན་ཧྥ་རན་སིའི་རྒྱལ་ས་པར་རིས་གྲོང་སྡེ་བཅུ་གཉིས་པའི Boat Wang སའི་ནང་པའི་ལྷ་ཁང་དུ་ཧི་མ་ལ་ཡ་དང་བོད་ཀྱི་རིག་གཞུང་དུས་སྟོན་གཞི་རྒྱ་ཆེ་བ་ཞིག་ཚོགས་སུ་ཡོད་པ་རེད། འདི་ལོ་ཐེངས་ཉི་ཤུ་རྩ་ལྔ་པོ་དེ་སླེབས་ལ་ཉེ་བ་སོང་དེ་དང་འབྲེལ་བའི་བཅར་འདྲི་ཁ་ཤས་ཞུ་གི་ཡིན་གོང་ལ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རྡོ་རྗེ། ལོ་ལྟར་རེ་བཞིན་ང་ཚོ་སྟེ་ཧྥ་རན་སིའི་རྒྱལ་ས་པེ་རི་སི་ལ་ཡ། བོད་དང་ཧི་མ་ལ་ཡའི་རིག་གཞུང་དུས་སྟོན་ལ་ནི་རིག་གཞུང་དུས་སྟོན་གཞི་རྒྱ་ཆེ་བ་ཞིག་ཏུ་གོ་སྒྲིག་བྱེད་ཀྱི་འདུག་དུས་སྟོན་སྲུང་བརྩི་གནང་དགོས་རེད་དེ་ཡིན་ན་ད་གོ་སྒྲིག་བྱེད་མཁན་དེ་ཧྥ་རན་སི་དོན་གཅོད་ལས་ཁང་དོན་གཅོད་ལས་ཁང་གི་ཁྱབ་ཁོངས་བོད་ཁང་གི་ཐོག་སྐོར་སྐྲུན་གནང་བདེ་བ་ཤར་བསྡད་ཀྱི་འདུག་དེ་ཡིན་དུས་རྩམ་པ། ཧི་མ་ལ་ཡ་དང་བོད་ཀྱི་རིག་གཞུང་དུས་སྟོན་གྱི་བྱུང་རིགས་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང་ཞེས་ཁོང་ལ་ཐོག་མ་དེ། ལོ་སོ་དུ་ཕྱི་དྲ་ཕྱི་ལས་ཨན་ཚང་མ་གཟིགས་མོ་བ་རྣམས་ལ་བཀྲ་ཤིས་ལེགས་ཞུ་བས་ཡིན་རྩ་བའི་ཏང་ང་ཚོས་ཀྱིས་བོད་ཀྱི་རིག་གཞུང་དང་ཧི་མ་ལ་ཡའི་དུས་སྟོན་ལས། ཐེངས་དང་པོ་དེ་ཉིས་སྟོང་ཉིས་སྟོང་གཅིག་སོ་དུ་བ་ལ་ཡ་ང་ཚོས་ཀྱིས་དེ་དེ་མཆོད་དང་པོ། གོང་སྐལ་བཟང་ཡིག་ཐོག་ལ་སྐབས་སུ་ལ་ཡ་དེ་འགོ་འཛུགས་སྐྱོར་བྱེད་ཆགས་བསྡད་ཀྱི་འདུག་དེའི་སྐབས་སུ་ལ་ཡ་ད་ཅིག། དེ་མཆོད།

ཧྥ་རན་སི་ལ་བོད་པ་གླེང་མཁན་མང་རང་མང་འགྲོ་ཅིང། ད་ལྟའི་ཆར་ལྟར་ལས་ཀ་བྱེད་མཁན་ཤུགས་ཆེ་བ་ང་རང་ཚོ་བོད་པ་རང་ཆགས་བསྡད་ཀྱི་ཡོད་རེད། དེ་དུས་རྒྱུན་ལྟར་འདི་བུ་ལ་འགིས་གཙོ་བོ་དུ་གྱེས་ཏེ་པེ་རེ་སི་དྲིལ་བསྡུ་ལས་ཁུངས་རེད་དང་ན་ཤིང་གིས་ང་རང་ཚོ་གི་ད་དོན་གཅོད་རེད་དེ་ན་ཆེ་དོན་གཅོད་ལས་ཁུངས་ལས་བྱེད་བྱས་འདི་མ་ཡིན་པའི་གི་ད་བོད་ཁང་གི་ལས་བྱེད་གཙོ་བོ་ད་འཇིགས་མེད་ལགས་ཀྱིས་འགིས་གྱིས་བ་ནི།

ཐེངས་ཉི་ཤུ་རྩ་ལྔ་པ་དེ་བྱ་ཡི་འདུག་དེ་ནས། དེའི་སྒང་ལས་ད་ཅི་ནུས་དགོངས་སེལ་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གྲངས་དགུ་བཅུ་ལ་ཕེབས་པའི་སྐུའི་དགོངས་དོན་བྱམས་བརྩེ་གི་ལོ་ལ་འདུག་གསུང་ཚིག་ཅིག་གནང་བདེ་དགོས་རེད། དེ་ཚོ་དང་འབྲེལ་བའི་ཐོག་ནས་ད་ལོ་ཡང་དམིགས་བསལ་གྱིས་ཅིག། མཛད་རིམ་དང་ཡང་ཅིག་དེ་འདྲ་ག་རེ་ག་རེ་ཡོད་ནམ། རེད་ད་ལོ་ད་ང་ཚོས་ཀྱི་ཐེངས་ཉི་རྩ་ལྔ་པ་དེ་ང་ཚོས་ཀྱི་ད་ཅིག། གཙོ་བོ་ད་ང་རང་ཚོ་དོན་གཅོད་རེད་ད་ང་རང་ཞིག་གི་ལས་བྱེད་རྣམ་པ་ཚང་མས་ཀྱི་གྲོས་རིང་པོ་གྲོས་བསྡུར་རིང་པོ་ཞུས་བའི་ཐོག་ནས་ད་ལོའི་གི་དུས་སྟོན་ཐེངས་གཉིས་རྩ་སྔ་བ་དང་སྐྱབས་མགོན་རིན་པོ་ཆེ་གི་སྐུ་ཡི་གོ་དན་ལ་ཡང་ང་ཚོ་དབྱིན་ཇིའི་ནང་ཡིན་ན Dedicate ཆེད་དུ་འདི་སྲུང་བརྩི་ཞུ་ཡས་ཀྱི་གཏན་འབེབས་ཞུ་བ་རེད་འདི་ནང་བཞིན་ང་ཚོ་གི་ད་ད་ལོ་རེ་སྲུང་བརྩི་ཞུ་གི་ཡོད་རེད་དེ་དེ་ད་རེས་དམིགས་བསལ་གྱི་ང་རང་ཚོ་གི་ད་དུས་སྟོན་ཐེངས་ཐེངས་གཉིས་རྩ་སྔ་བའི་ཐོག་ལ་ཡང་སྐྱབས་མགོན་རིན་པོ་ཆེ་གི་སྐུ་ཚེ་ཡི་མཛད་རྣམ་གི་སྐུ་པར་འགྲེམས་སྟོན་ཆེན་པོ་གཅིག་ང་ཚོ་གི་གོ་སྒྲིག་ཞུ་གནང་གི་ཡོད་དུས་རྒྱུན་ཡིན་ན་ང་ཚོ་འདི་ཡོང་མར་ད་ལོ་གཅིག་སྐུ་པར་འགྲེམས་སྟོན་འདི་ང་རང་ཚོ་གི་ཕྱི་ལོ་རང

དུས་རྒྱུན་གྱི་རིག་གཞུང་གིས་ད་ཅིག་དུ་ལོ་ཟེར་ན་མི་འདུག་ད་ན་ཤིང་གི་དེབ་བཙོང་མཁན་གྱི་རིགས་ལ་ན་ག་མང་པོ་ཇི་ཡོད་རེད་ལམ་ད་ལོ་གྲ་སྒྲིག་ཞུ་གོ། ལགས་སོ། ལགས་སོ་སྐུ་ངོ་ལ་དེ་ནས་གོང་དུ་སྐུ་ངོས་གསུངས་པ་ནང་བཞིན་ད་ད་ལྟ་དེ་གཙོ་བོ་དེ་ད་དེ་བོད་ཁང་གི་ཅིག་འགན་ཁུར་བའི་ཐོག་ནས་གོ་སྒྲིག་གནང་དེ་བོད་ཁང་གི་ཆེད་དུ་གོ་སྒྲིག་གནང་དེ་བ་དེ་འདྲ་ཅིག་གསུངས་དེ་ཡིན་འདུག་ད་ཅིག་བོད་ཁང་ལ་ཡ་དེ་ཨ་ནི་ཡང་དོན་གཅོད་ལས་ཁང་ཁྱབ་ཁོངས་ཀྱི་ཡང་གཅིག་ཆ་བགོས་ཟེར་དེའི་གནས་སྟངས་དེ་ག་འདྲའི་ཆ་བགོས་རེད་དེ་ནི་དེ་དང་འབྲེལ་བའི་ཐོག་ནས་ད་མི་མང་ཚོགས་ནང་ལོགས་ལ་ཡང་དེའི་གི་གཅིག་ཡོང་འབབ་དང་དེ་ཚོའི་ཐོག་ལ་ཡང་ཡང་གཅིག་ག་འདྲ་ག་འདྲའི་ཆ་བགོས་རེད་ཟེར་དེ་འདྲ་གི་ཡང་ད་ཡང་དགོངས་ཚུལ་གསུམ་དེ་ནས་དེ་འདྲ་ཡོང་གི་འདུག་ལ་དེ་ཚོ་ག་འདྲ་ག་འདྲ་རེད་དེ་ཚོ་གསལ་བཤད་ཞིག་གནང་རོགས་གནང་ཞེས་ཞུ་ཡ་དང་དེ་ནི་སྤྱི་ཡོངས་ཀྱི་ད་གཅིག་པེ་རི་སི་གི་ཧི་མ་ལ་ཡའི་ད་བོད་ཀྱི་རིག་གཞུང་དུས་སྟོན Himalaya Festival ལ་དུས་བརྩམས་པ་ད་ཡུ་རོབ་ནང་ལོགས་ནི་བོད་ཀྱི་རིག་གཞུང་དང་འབྲེལ་བའི་དུས་སྟོན་གཞི་རྒྱ་ཆེ་ཤོས་དེ་ཆགས་ཀྱི་འདུག།

དེས་བོད་ཀྱི་རིག་གཞུང་དེ་ཧི་མ་ལ་ཡི་སྟེང་དུ་ཡོང་འབབ་ཙི་ཏག་ཏག་མེད་བ་བཅས་ཁེ་ཕན་མེད་བར་གནས་སྟངས་ཆགས་བསྡད་བ་ཡིན་ན་རང་ཤི་གི་ཡིན་བོད་ཁ་འདས་བོད་མི་རིགས་ཚོ་ལ་ཕག་རྙེད་དགོས་བའི་གནས་སྟངས་འདིར་ཆགས་མི་སྲིད་པ་གལ་མེད་དེ། ད་ལྟ་འདི་ནི་ག་རེ་ཡོང་རྒྱུ་འདི་ང་རང་ཚོ་གིས་ད་ཅིག་བེ་རེས་བྲི་ཏི་ལས་ཁུངས་ལ་ཡོང་བྱུང་རེད་ཟེར་ན་ཡང་འགྲིག་གི་ཡོད་རེད་བོད་ཁ་ཟེར་ན་ཡས་དེ་ནང་དེ་ངོ་མས་ཀྱི་ཚོགས་པ་གཉིས་རེད་མ་གཏོགས་དེའི་སྔོན་ངོ་མ་དེ་གཅིག་རེད་ད། ང་རང་ཚོའི་གི་བོད་པ་ཕ་རན་སི་གནས་བརྟན་གི་བོད་པ་ཚོ་ལ་ཡ་ཁེ་ཕན་སྒྲུབ་ཡས་གི་ལས་ཁུངས་གཅིག་རེད་མ་གཏོགས་འདི་ཡང་ལོག་ཀ་ཀས་ཡོད་མ་རེད་ཞུ་ཡ་ཡིན། འདི་ནི་ཁེ་ཕན་ག་རེ་ཡོང་བས་འདི་དངུལ་འདི་ཆ་ཚང་ཅི་ང་ཚོ་བོད་ཁང་རང་ལ་བོད་ཁང་རྒྱུ་ནི་བེ་རུ་སི་བྲེ་ལྡི་ལས་ཁུངས་ལས་གི་ཡོད་རེད་ལ་འདི་བེ་རུ་སི་བྲེ་ལྡི་ལས་ཁུངས་གི་རྩིས་ཁྲ་འདི་ལོ་ལོ་གཅིག་གཉིས་ནང་ལ་ཡ་བོད་མི་སྒྲུང་འཛུགས་གི་རྩིས་ཞིབ་ལས་ཁུངས་གི་རྩིས་ཞིབ་བྱས་ཅི་ནི

རེད། ཆུ་ཚོད་ག་དུས་ནས་འགོ་བཙུགས་འོས་རེད། རྒྱ་ཆེའི་མི་མང་ལས་ཡང་རྣམ་པ་ཚོ་ངོས་ནས་འབོད་སྐུལ་འདྲ་བོ་ཅིག་ག་རེ་གནང་ཨེ། ལ་རེད་ད་ང་ཚོ་གི་བོད་ཀྱི་དུས་སྟོན་དེ་ཇི་འདྲ་འགྲིག་བལ་གི་སྟ་རི་བཅུ་གཉིས་བཅུ་གསུམ་བཅུ་བཞི་ཆགས་འདུག་གི་རོ། ལ་རེད། ཡིན་ན་ནམ་གྱི་ནས་ང་ཚོ་སྟ་རི་བཅུ་གཉིས་འདི་ང་ཚོ་གི་བྱེད་གི་ཡོད་མ་རེད་དེ་ང་ཚོ་གི་ཕྱི་ལོག་གི་ད་བྱེད་པ་ཞེ་མ་བྱེད་ལ་གོ་ཁ་ཕུད་གི་ཡོད་རེད་དེ་ང་ཚོ་གི་ཉི་མ་གསུམ་གྲ་སྒྲིག་བྱེད་བ་ཡིན་ན་ཉི་མ་རྟག་པར་ང་ཚོ་བལ་བལ་གྱི་འཇིགས་བྱེད་གླིང་སྟག་ལྡབ་མེ་ཁྱེར་རུ་ཆེ་མཐོང་བྱེད་ནི་ས་དཔག་སངས་ཏེ་ང་ཚོ་དུས་རྒྱུན་འདི་ས་གནས་ཀྱི་ཡུལ་མི་གི་ཚོགས་རོ་སོགས་དེ་འདྲ་ལ་ཕུལ་གི་ཡོད་རེད་ད་ཅིག་རོ་ཡང་ཚོགས་པ་དེ་འདྲ་ལ་ད་ལོ་འགྲོ་ཡིན་ན་གཅིག་པ་གཅིག་རྐྱང་རོའི་ཚོགས་པ་ཅིག་ཕུལ་བསྡད་ཡོད་རེད་དེ་ཡིན་དེ་སྤྱི་དང་ད་བལ་བོ་མང་པོ་ཅིག Swiss རེད England རེད་ད་ནང་བཞིན་གྱི་ཅིག Belgium དུ་མང་པོ་ཅིག་ནི་ཡོང་གི་ཡིས་ག་དུས་རེད་ལ་ངས་དུ་མ་བོ།

དེ་བསྟན་ཏེ་མུ་མཐུད་ནས་གནས་ཡའི་ཆེད་དུ། ད་ལོ་ཕྱི་ལོར་བཙོང་ཡའི་ལི་ཡའི་རྩ་བ་རང་ཉིད་མ་གནང་རོགས་ཇི་སྲིད་ལ་ནི་འབོད་སྐུལ་ཞུས་ཡོད་ཡིག་ཐོག་ཁོ་རང་ཉིད་རོ། ད་རེས་བསྐྱར་དུ་དེ་གཉིས་བགྱིས་ནས་ཡ་ངའི་འབོད་སྐུལ་ཞུ་ཡའི་ལི་ཡའི་མི་མང་ཚོགས་ཀྱིས། མ་འོངས་པ་ལ་མུ་མཐུད་ནས། ང་ཚོའི་བོད་ཡིག་དེ་ལྟའི་ཐེངས་གཉིས་རྩ་དྲུག་རྩ་བདུན་གནས་ཡའི་ལི་ཡ། ཕྱི་ལོར་དེ། བཙོང། མ་བཙོང་རོགས་གནང་སྲིད་ལ་ནི་བརྒྱ་ཆ་བརྒྱ་ནས་བརྒྱ་འབོད་སྐུལ་ཞུ་ཡ་ཡིན་ག་ཇི་སྲིད་འདི་གནང་བ་ཡིན་ན། མ་འོངས་པ་དཀའ་ངལ་གར་འདུག་ལ་ནི་དེ་བསྟན་ཏེ། བཀའ་ཁྲོལ་མ་རག་ཡ་གཅིག་དང་འདི་གིས་ང་རང་ཚོའི་བོད་པའི་གི་མཚན་ཤས་མང་པོ་འགྲུབ་ཀྱི་འདུག་དེ་ཡིན་ཏེ་ཕྱི་ལོར་ལི། ལྟད་མོ་བདག་གཉིས་མང་པོ་ཅིག་ང་རང་བོད་པ་ཆུ་གོང་མ་མིན་གྱིས་མང་པོ་ཞུ་ཅིག་གླེད་དེ་གི་རེད་ལ་བོད་སྐད་ཀྱི་པགས་ནང་ལ་ཡང་ཁྱམས་ར་ཡོང་གི་ཡིན་གྱིས་མང་པོ་ཞུ་ཅིག་ཆགས་དེ་གི་རེད་ཁོ་རང་ཚོ་ཡེ་ནས་ཕྱི་ལོག་འདྲ་མ་འདྲ་མཐོང་དུས་ཁོ་རང་ཚོ་དགའ་བོ་བྱེད་ཀྱི་མི་འདུག་བ་དེ་དེ་ཁོ་རང་ཚོ་གི་ཡ་ས་གནས་ཀྱི་ག་ལ་བ་རྫོང་ལ་ཡ་ཞུ་གཏུག་མང་པོ་གནང་ཡ་གི་ཁོ་རང་ཚོ་གསུངས་གནང་གི་འདུག་དེ་དེ་ད་རེས་བསྐྱར་དུ་ཡ་ནན་པོ་བྱས་ནས་འབོད་སྐུལ་ཞུ་ཡ་ལ་ཡ་ཨ་ནི་མ་འོངས་པ་མུ་མཐུད་ནས་ཅིག་དུས་དེབ་འདི་གནས་ཡས་དང་དེའུ་ང་རང་ཚོ་གི་པེ་རིས་བྲིས་རྡུལ་ལས་ཁུངས་ཀྱི་ལས་བྱ་གལ་ཆེན་པོ་འདི་ལ་རྒྱབ་སྐྱོར་ཚན་ཆེ་འདི་ཕྱི་ལོག་ལ་ད་ལོ་རྩ་བ་རང་ནས་མ་བཙང་རུང་ནགས་སི་ལ་ནས་འབུད་དགོས་ཞུ་ཡས་ཡིན་གལ་སྲིད་ནགས་ལོག་ལ་སོ་སོ་གི་ཁྲམ་ར་བཞེས་གི་ཡིན་ན་ཁྲམ་ར་བཞེས་གོ་སྐབས་འདི་གྱེར་རེད་དེ་སོ་སོ་ནགས་ལོག་བཞེས་ཐུབ་ན་ནགས་ལོག་ནས་ང་ཚོ་གི་ཕུལ་གི་རེད་མ་གཏོགས་ཕྱི་ལོག་འདི་ད་གཅིག་ག་ལ་བར་ཆོག་ཆེན་མེད་བ་ལ་འདི་མ་བཙོང་རོགས་བྱས་གལ་སྲིད་བཙོང་ཡང་བྱས་ནས་སང་ཉིན་ཁུ་ཉེས་རྟོག་པ་དང་གཅིག་བདེ་འཇགས་དེ་ཚོ་སླད་བྱས་ནས་དཀའ་ངལ་འདི་ནས་ཁྲེལ་བ་ཡིན་ན་ཨ་འདི་འགས་འདི་སོ་སོ་གི་འོག་རེད་མ་གཏོགས་འདི་ང་ཚོ་ལ་གལ་ཡོད་མ་འདི་ང་ཚོ་གི་ཨ།

སྤེན་པ་ཟ་པ་སང་ནི་ཅེས་འགོ་བཙུགས་འདུག་ད་འདི་ལས་ཅི་ཡང་ནང་རྫུན་གྱི་གནས་སྟངས་དེ་ག་འདྲ་འགྲོ་ཆགས་པོ་རེད། ལོ་ལོ་ཆགས་ཀྱི་འདི་ད་ནང་ལོ་རྫུན་ཡོད་དེ་ནམ་གྱི་ད་ང་ཚོ་གི་ཟ་པ་སང་འགྲོ་ཅི་ཡིན་ང་རང་ཚོ་ད་ངའི་གོང་དུ་ཤོར་ནས་ཀྱི་རོགས་ཡང་ཚོགས་པ་ཁོ་རང་ཚོ་བྱིའུ་བར་བ་འདི་ལ་ང་ཚོ་གི་འདི་གས་ཡོད་མ་རེད་ཡིན་ན་ཁོ་རང་ཚོ་ཡིན་མ་ང་ཚོ་སྐད་ཆ་ག་རེ་བཤད་ལ་ནང་བོད་པ་ལ་ཡང་ཡུ་གུ་བཅུ་ལས་ལྷག་མ་ལས་རོ་བྱེད་སུ་ལ་ནི་ཤུལ་ཡོད་རེད་འདི་དེ་ཟ་པ་སང་གི་ནང་ཚོ་དེ་གོམ་ཡུ་གུ་བཅུ་རེད་ཡིན་ན་འདི་ལ་ཁོ་ཚོ་གི་མཚམས་མཚམས་ཁོ་རང་ཚོ་གི་ང་ཚོ་གི། ཆ་རྐྱེན་དེ་བཟི་ཡའི་སྐབས་སུ་ལ་དེ་ལས་ཁོ་ཚོས་ཀྱི promotion སྐོར་ཅིག་བྱ་གི་འདུག་ད་ལོ་ཡོད་ཀྱི་རེད་བསམ་གི་འདུག་ར་དེ་རིམ་པས་ཀྱི་གསལ་བོ་བྱ་གི་རེད་དེ་ཁོ་རང་ཚོ་ཀྱི་གཏན་འཁེལ་བ་དང་ང་ཚོ་ཞུགས་ཡིན། དེ་ནས་གཟའ་སྤེན་པ་འགྲོ་རྗེས་ན་ང་རང་ཚོ་མི་དཀྱིལ་མའང་ཚང་མ་ལི་ཡ་གོང་མི་བཅུ་རེད་གཟའ་སྤེན་པ་ལ་ཡིན་ན་པུ་ལས་ལོ་བཅུ་གཉིས་མང་དག་ལ་དགུ་ཕུད་དགོས་མ་རེད་ད་ཁ་ཤས་ཀྱི་དེ་ལ་ང་ཚོ་དེ་དང་པོ་དེ་ཆ་རྐྱེན་བཟོ་དགོས་རེད་གསུང་གི་འདུག་དེ་ད་ང་ཚོ་དེ་ཐག་གཅོད་བྱེད་མ་གོ་བ་ཡ་བྱེད་ན་སི་ལ་ནས་ཞུས་ཡིན་དེ་ཡིན་དེ་ལོ་བཅུ་གཉིས་མང་དག་ལ་ཆ་རྐྱེན་དེ་ཞུ་མ་གོ་བ་བྱེད་ཀྱི་ཡིན། ཨ་ནི་སང་ཉི་མ་འདྲ་བྱོན་ནི། ཡུལ་སྐོར་ང་ང་ཚང་མ་ལ་སྤྱི་ཡོངས་སྤྱི་མཚུངས་རེད། ཡང་ལི་བགྲེས་སོང་གི་ད་རྒན་ཡོལ་རེད་ང་ཚོ་གི་རྒན་ཡོལ་ཐེན་ཁྱོ་ལེགས་ད་འདི་འདྲས་ཡིན་ན་གཟའ་སྤེན་པ་ལ་ཡ་ཡུལ་སྐོར་ང་རེད་ལང། ལགས་སོ། ལགས་སོ་ཀུན་ལ་འདི་ནི་འདི་རིགས་བཅར་འདྲིའི་གོ་སྐོན་གནང་བ་དང་ཨ་ནི་དམིགས་བསལ་གྱིས་ཧི་མ་ལ་ཡ་རིག་གཞུང་ཧི་མ་ལ་ཡ་དང་བོད་ཀྱི་རིག་གཞུང་དུས་སྟོན་གྱི་གནས་སྟངས་སྐོར་ལ